སྐྱབས་ལོ་ཤར་ནས་ངོ་ཚོ་ད་ཉིས་སྟོང་ཉི་ཤུ་རྩ་བཞི་ལ་འདུག་མདུན་སྐྱོད་གནང་སྐོར་བས་ཨ་ནི་ལོ་གསར་བ་ལ་ལྷན་རྒྱས་ཆ་ཚང་ལ་བཀྲ་ཤིས་བདེ་ལེགས་ཨ་ནི་བྱ་བ་ག་འདྲས་ཅིག་བརྩམས་པ་ཡིན་ན་ཨ་ནི་དེ་འགྲུབ་པའི་སྨོན་འདུན་བཀྲ་ཤིས་སྨོན་འདུན་དང་བཅས་ཨ་ནི་དེ་རིང་ཉིས་སྟོང་འདུག་འགོ་བཙུགས་ཀྱི་ཡིན།

ང་ངེད་ཀྱི་ལྟ་གྲོགས་པོ་ལ་ནི་ངོ་ཤེས་མཁན་ཅིག་གིས། བཀའ་དྲིན་ཅེས་ར་བརྗོད་གཞི་འདིའི་ཐོག་ལ་ཅིག་བཟོས་ན། ཨ་ནི་མི་མང་འདི་ཚོ་ལ་ཏན་ཏན་འགྲིག་ཐུབ་མཁན་སུ་རེད་དྲན་ནས་འདུག་བརྙན་ཐུང་འདི་བཟོས་ཀྱི་ཡོད། ད་བརྙན་ཐུང་འདི་ད་ང་ཚོ unclaimed གྱི་དངུལ་འདི་ད་སོ་སོ་རང་གི་དངུལ་ཡིན་པ་གང་ཞིག་རོ། ནི claim ངེད་ཀྱི་དངུལ་འདི་ངའི་རེད་ལ་འདུག་ད་ག་བ་ལ claim བྱེད་དགོས་ན་འོན་ཏེ claim མ་བྱས་པའི་འདི་སྐོར་ལ་ཡིན་རོ། ནི་ང་ཚོ་ད་མིན་སུ་ར་འགྲོ་ད་ང་ཚོ་ང་རང་བསྡད་ས་དེ་མིན་སུ་ར་རོ། ད་ག་ན་ཤི་མངའ་སྡེ་གཞན་པ་ཨ་རི་ད་དམིགས་བསལ་ད་བརྙན་ཐུང་འདི་ཨ་རི་ན་ཡོད་པའི་གང་ཟག་ནང་མི་སུ་ར་ཅིག་ཡིན་ན་ཁོ་ཚོ་ལ་ཅིག། ཕན་གྱི་རེད་བསམ་གྱི་འདུག་ར། ད་ང་ཚོ་དེ་ལ་ཨ་རི་ལ་སྡོད་ཟིན་པ་ལ་ད་ཐོག་མ Apartment གཅིག་ལ་སྡད་ཀྱི་ར་བ། ཡང་དེ་ནས་རྗེས་ལ Apartment དེ་ནས་ཕར་སྤོས་ནས་ད་ཁ་བྱང་བསྒྱུར་བ་འགྲོ་གི་ར་བ། ཡང་དེ་རྗེས་ཁང་པ་ཉོས་ཀྱི་ར་བ། སོང་ཙང་ཁ་བྱང་བསྒྱུར་བ་མང་པོ་འགྲོ་ཟིན་པ་ལ་ད་ང་ཚོ་གི་མཚམས་རེ་ང་ཚོ་ཨོ་ད་ཁ་བྱང་འགྱུར་བ་འབྲི་ས་ཟིན་པ་ལ་ཨ་ནི་དངུལ་དེའི་ཁ་བྱང་རྙིང་པ་དེ་ག་ལ་བཏང་བྱས། ཨ་ནི་དེ་ནི་ད་དངུལ་དེ་སུ་གཅིག་གིས་ད་ག་ལ་བོར། འདི་དངུལ་དེ་ངའི་རེད་ལ་ཀླེམ་བྱེད་མ་བྱེད་ནས་འདུག་ལྷག་དེ་རྒྱུ་དངུལ་དེ་ཨ་ནི་འགྲོ་ས་དེ་ཨ་ནི state ལ་འགྲོ་གི་ཡོད་ས་རེད། ད་དཔེ་ཤག་དེའི་དངུལ་དེ་ག་འདྲའི་རེད་ཞེས་ལབ་ན། ད་ང་ཚོ་སྐབས་རེ་མན་ངག་གི bill དང། ད་ལྟ་ན་ཞིག insurance གི bill དང་ཨཱ་ནི་ཁ་པར་ཡོད་ར། mobile ག་རེ་ཡིན་ན AT&T T-mobile དང་ག་བ་ཡིན་ནའི་ཨཱ་ནི་ད་ལྟ་ན་ཞིག་གློག་རིན་གི bill དང bill འདྲ་མི་འདྲ་ཡོད་ར། དེ་འདྲའི་ལ་ང་ཚོ་གི bill ཐོལ་བ་སྤྲད་དུས་བསམ་པ་ལ་ཨཱ་ནི་འདི company དེ་གི company ག་འདྲས་ཀྱི་ཡོད་ནའི bill དེ་དངུལ་ཐོལ་བ་འགྲོ་རྒྱུར་འགྱུར་ར་འོན་ཏེ་ཁ་བྱང་ཁོ་རང་ཚོ་ལ་ཁ་བྱང་གང་ཡོད་པ་དེ་ཁ་བྱང་དེ་ལ་དཔེ་ཤག་དེ་བཏང་གི་འདུག་ཅེག་དེ། ད་ང་ཚོ་ཁ་བྱང་ང་ཚོ་ཁ་བྱང་རྙིང་པ་དེ་ནས་ང་ཚོ་སྤོས་ཚར་དུས་བསམ་པ་ལ་ཁ་བྱང་རྙིང་པ་དེ་ལ་དངུལ་དེ་འབྱོར་དགོས་རུང། འབྱོར་དུས་བསམ་པ་ལ་དངུལ་དེའི་བདག་པོ་རྒྱག་མཁན་ཡོད་མ་རེད་བདག་པོ་མ་བརྒྱུད་དུ་བསམ་པ་ད་དངུལ་དེ་འགྲོ་ས་དེ་ག་འགྲོ་གི་ལ་མངའ་སྡེ་ལ་འགྲོ་གི་འདུག State ལ། ཨན State ལ་འདུག་བོན་ཆེན་པོ་ཅིག་དངུལ་དེ་ཉག་དེ་ཡོད་ཟེར་ཨན Claim Claim མ་བྱེད་ནས། ད་དེའི་དངུལ་དེ་ང་རང་ཚོ། སོ་སོ་ལ་རག་ཐབས་ག་འདེས་བྱེད་དགོས་མེད་ད་ར་སོ་སོ་དངུལ་རག་འདི་སོ་སོ་ག་འདེས claim བྱེད་དགོས་མེད་འདི་ཡི་སྐོར་ལ་ཡིན། ད་ག་ཚན་ངེད་ཀྱི Computer ནང་འདུག་ས་ད་ང་རང་འདི་གོ་བ་ད་ནང་གླེ་ལམ་ས་ང་རང་མིག་བླུན་ལྟ་ཡིན་པ་ད་ང་རང་ད་བྱས་མི་འདུག་ད Business ཏག་ཏག་ཏག་ཏིག་ད་ང་རང་ཤེས་ཡོན་སྐྱིད་མེད་ཀྱི་མིང་བླུ་ཡིན་པ་དེ་འདྲའི་འགྲོ་ཤི་བླུན་ལྟ་ཡིན་བླུ་འདུག་བསམ་པ་ལ་ངེད་ད་མིང་བཀྲ་ཤིས་འགྲོ་ཤི་བླུ་ར Last name། བཀྲ་ཤིས་ཤིག་མང་པོ་ཞུ་དོན་གྱི་འདུག་མི་ནི་སུ་ར་བོད་པ་མིང་ཆོག་སྡེ་དུ་ཚེ་རིང་ལ་ནི་འབྲོག་མ་འབྲོག་གླུ་ར་དཔེ་མང་པོ་དོན་གྱི་འདུག་ད་འདི་གང་ཟག་སོ་སོའི་དངུལ་རོ་ཨ་ནི་སྟོན་དུས་སམ་བ་ལ་གར་བྱེད་གི་ལ་ན Under two fifty ཨ་སྒོར་ཉིས་བརྒྱ་ལྔ་བཅུ་ལས་ཉུང་བ་ཨ་སྒར་ཨ་སྒོར་ཉིས་བརྒྱ་ལྔ་བཅུ་ལས་མང་བ་དེ་འདྲ་རུ་སྟོན་གྱི་འདུག་རོ་ཨ་ནི་ངའི་གྲོགས་པོ་དེ་ར་གས་ཞུ་དོན་པ་ད Claim དེ་ག་དུས་བྱེད་དུས་སུམ་པ་ཨ་ངས་གིས་ད་ང་བཀྲ་ཤིས་ཡིན་ལ་འགྲོ་ཞིག་བྲེ་ག་བྱེད་ཡིན་པ།

sh བཀྲ་ཤིས་ལོ་ཀླུ་ཁྱི་ར་ད་ད་ད་དེ་བཀྲ་ཤིས་ག་ཚོད་དུ་ད་ཁྱོད་བོད་བཀྲ་ཤིས་ཟླ་བ་བཀྲ་ཤིས་རྡོ་རྗེ་བཀྲ་ཤིས་རྡོ་རྗེ་བཀྲ་ཤིས་གཉིས་ཁ་བྱང་ཁ་ཁ་ཁ་འདུག་རྒྱལ་མཚན་བཀྲ་ཤིས་ད་འདྲ་མི་འདྲ་འདུག་དེ་ཨ་ནི་ད་ཁྱོད་བོད་བཀྲ་ཤིས་འགྲོ་ཡིན་ན་གཉིས་པ་ཨ་སྒོར་ཉིས་བརྒྱ་ལྔ་བཅུ་ལས་མང་མ་འདུག་རེད་བ་ད་འདི་ད་ངས་ད་དཔེར་བྱས་ན་ང་ཁྱོད་བོད་བཀྲ་ཤིས་ཡིན་པ་ཆ་ངས་ཀླེམ་བྱེད་སྐོར་དང་རེད་བ

ཨ་ནི་འདི་བཅས་ལ་གལ་ཆེ་ཤོས་དེ་ད་གར་ལུང་ཁུག་ལ་ན་ཁོང་ཚོའི Social Security Number དེ་འདུག་རེད། ཨ་ནི Country གོ་བ་མེད་རྒྱལ་ཁབ། ཨ་ནི་ཁ་བྱང་ད་ལྟ་སྟེ་གནས་སྡོད་གོ་བ་ཡིན་མེད། ཨ་ནི City དེ་གོ་བ་ཡིན་མེད་ཨ་ནི State ཨ་ནི Zip དེ་བླུག་རོགས་ཨ་དེ་བླུག་ཚར་ནས་ཨ་ནི་འདི་བཅས་ལ་ཨ་ནི Next རེད་ད Next དེ་སྔར་ཁྱོད་ཚོ་ལ་སྟོན་ཐུག་མ་རེད Step དེ་ཁ་བྱང་འདི་གང་ཟག་དེ་ངང་མ་རོགས་ཨ་ད Minnesota འགྲོ་ཡིན་ན་འདི་འདྲའི་འགྲོ་གཞི་རེད།

ཚེ་རིང་གསར་བྱེད་རོ། ཨ་འདི་ཅད་ད་ད་ག་ཚོད་ད་བྱོན་པའི་ཚེ་རིང་ཡང་ཕྱུག་གི་ཚེ་རིང་བདེ་སྐྱིད་ཚེ་རིང་བདེ་དོན་གྲུབ་ཚེ་རིང་སྒྲོལ་མ་ཚེ་རིང་རྡོ་རྗེ་ཚེ་རིང་མིག་དམར་ཚེ་རིང་རྣམ་རྒྱལ་ཚེ་རིང་སྣང་རྒྱལ་ཚེ་རིང། ཨ་དེ་འདྲའི་དཔེ་མང་པོ་འདུག་རོ། ད་འདི་མི་ནུས་སོ་ར་འགྲོ་སྟངས་རེད། ད་ནིའུ་ཡོག་འགྲོ་བཞིན་ན།

ནི། དེའི་རྗེས་ལ་ད་དེའི་བཀྲ་ཤིས་ཨ་སྦུག་གི་ཁ་བྱང་ང་ཚ་འདུག་སྟེ་ཡིག་བསྡུར་བ་ད་ཁ་བྱང་འདི་དེ་སྨྲས་བ་ཕྱིར་བ། དེའི་རྗེས་ལ་ངས་ཀྱི next བྲོས་ན། འདི་ན་དཔེ་ཤག་ག་ཚོད་ཡོད་མེད་ད་དེ་ནས་བསྟུན་གྱི་འདུག་ཕལ་ཆེར་དེ་རིང་བསྟུན་རུ་བསམས་སོ་སྟེ་ཨ་ག་ཚོད་ངས་ཅིག་ད་བསྡུས་སོང་བར།

ཨ་དེ། དེ་བ་མིན་ག་ཚོད་ད་བཀྲ་ཤིས་ལགས་སེམས་དཔེ་མང་པོ་འདུག་ར་ད་འདུག་སྤྲོ་ད་དེ་དེ་ལ་དཔེ་ཆ་བཏིང་དགོས་འདུག་དགོང་མོ་བཅུ་ནི་བརྒྱ། ཨན་བཅུ་བཅུ་ནི་བརྒྱ་བཅུ་ནི་བརྒྱ་བཅུ་ནི་བརྒྱ་འདི་འདི་རུ་ཤེས་ཨན་བཅུ་ནི་གཅིག་བརྒྱ་ནི་གཅིག་སྟོང་དེ་འདྲས་འདུག་ད། འོང་འདུག་ད་སོ་སོ་གི་དཔེ་ཆ་རེད་ཨན་འདི claim བྱེད་ན་འདུག་འདི་ཡང scammer དེ་འདྲས་ད་དེ་འདྲས་བྱེད་དུ་ཁེལ་གི་མ་རེད་ད་སོ་སོ་གི་ཡང་འདི། དངུལ་འདི་དུ་འབུལ་ཐལ་བ་སྤྲད་རོ་བ་དང་འདྲ་པོ་འདུག་འདི་ཡང་ཚུ་རང་དང་ཁྱབ་ཚང་རོ་བ་ལ་སོ་འདུག་བྱས་ད་ཕལ་ཆེན་ཕན་ཐོག་བསམ་གི་འདུག། འདི་བླ་མ་ཚོ་དང་འདྲ་བསྡད་ས།

བའི།